ཐོག་ནས་གསུངས་འདུག་ཨ། ཁྱད་པར་གྱི་སྔོན་དུ་ཟད་དེ་རྐྱེན་བཞི། ཨོ། ད་དེ་ལ་རྒྱུའི་རྐྱེན་ཟད་དེ་ག་འདྲ་ཟེར་ན་ང་ཚོ་མི་གའི་གཟུགས་མཐོང་བ་ལ་ཕྱི་རོལ་གྱི་གཟུགས་མཐོང་བ་ལ་དང་པོ་མིག་གི་རྣམ་པར་ཤེས་པ་ཟེར་བ་དེ་རེད། མིག་གི་རྣམ་ཤེས་དེ་ད་རྒྱུ་རེད། གཟུགས་མཐོང་བའི་གི་རྒྱུ། ཨོ། ད་གཉིས་པ་དེ་ལ་ཨེ་ནས་མིག་གི་ཨེ་ནས་ཡ་དེ་ནས་དབང་པོ། མིག་གི་དབང་པོ། མིག་གི་རྣམ་ཤེས་དང་མིག་གི་དབང་པོ་གཉིས་ཁ་ཁ་རེད། སོ་སོ་རེད། དེ་ནི་མིག་གི་དབང་པོ་དེ་ལ་དེ་ནི་བདག་པོའི་རྐྱེན། བདག་རྐྱེན་ཟེར། དེ་ཚོས། ད་དེ་ནི་གསུམ་པ་དེ་ལ་དེ་ནི་དམིགས་པའི་རྐྱེན་ཟེར། གཟུགས་རེད། གཟུགས་མེད་ན་ཡང་ཡག་གོ། མཐོང་གི་མར་བ། མིག་གི་རྣམ་པར་ཤེས་པ་ཡོད། མི་དགེ་དབང་པོ་ཡོད་ན་ཡང་དཔེར་ན་ཕྱི་རོལ་ནས་དངོས་པོ་དཔེར་ན་གཟུགས་མེད་ན་མཐོང་ཅིག་གཟུགས་མེད་ན་ག་རེ་མཐོང་མཐོང་ཡ་ཡོད་མར་བ་ངོ་དེ་ལ་ད་གཟུགས་དེ་དམིགས་པའི་རྐྱེན་ངོ་རེད་ད་དམིགས་པའི་རྐྱེན་དེ་ལ་བརྟེན་ནས་དེ་མ་ཐག་པ་ཟེར་ཡ་ཅིག་ཡོད་རེད་དེ་མ་ཐག་པའི་རྐྱེན་ཟེར་ཡ་དེ་ནི་ཡིད་ཀྱི་དབང་པོ་དེ་ནི་ད་ཡིད་ཀྱི་དབང་པོ་དེ་ལ་གོ་ཆོག་རེད་ཡིད་ཀྱི་དབང་པོ་དེ་ལ། འདི་ནི་དེ་མ་ཐག་པའི་རྗེས་སུ་འོང། ད་དེ་པས་འདྲ་བོ་ཞིག་རེད་བ། དེར་ད་དེ་ནི་ང་ཚོ་རྒྱུ་ཡི་རྐྱེན་ཟེར་ཡ་དེ་ག་རེད་ཟེར་ན་ང་རང་ཚོ་ནི་ད་ག་ཟེ་རྒྱུ་བདེ་བར་གཤེགས་པའི་སྙིང་པོ། དེ་ནི་འོ་གསར་ཆོས་ཀྱི་སྐུ་འམ་ཕྱག་རྒྱ་ཆེན་པོ་དེ་ཉིད་ལ་ཡ་རྒྱུ་ཡི་གི་རྐྱེན་ཟེར། རྒྱུ་ཁོ་རང་དེ་རེད་ང་ཚོ་མཐོང་རྒྱུ་གི་རྒྱུ་དེ་དེ་རེད་བ། རྒྱུ་དེ་རེད། ད་དེ་ནས་དེའི་རྗེས་ལ་དེ་ནི་དམིགས་དཔེ་ཀྱི་རྐྱེན་རེད་བ། དེ་ནི་དམིགས་རྐྱེན། དེ་ནི་དམིགས་རྐྱེན་དེ་ད་ཅི་གར་ཟེར་ན་ང་ཚོའི་བླ་མ། མ་དེའི་རྗེས་ལ་བདག་པོ་རྐྱེན་ཟེར། བདག་རྐྱེན་དེ་དེ་ནི་བླ་མ་རེད། ད་ཡི་མེད་ཀྱི་དཔེར་ན་དབང་པོ་ལྟ་བུ་དེ་ནི་ད་བླ་མ་རེད།

བརྒྱུད་ཡོང་བ་དེ་ལ་ཨེ་ནི་གང་ཟག་བརྒྱུད་པའི་བླ་མ་ཟེར། ད་གོ་བླ་མ་གཅིག་ནི་ཚེ་བརྒྱུད་ཡོང་འདུག་བ་དེ་རེད་མ་གཏོགས་ཀི་ཨེ་ནི་བླ་མ་དེ་ཨེ་ནི་ཡ་ཆུ་བརྒྱུད་པ་ཉམས་སོང་བ་དང། བརྒྱུད་པ་བར་ཆད་སོང་བ་དང་ཨེ་ནི་བྱིན་རླབས་དང་དེ་ནི་དེ་ད་ཨེ་ནི་ཡ་ཆུ་དམ་ཚིག་ལ་སོགས་པ་དེ་ཚོ་ཨེ་ནི་མེད་པ་ཅིག་ལ་ཨེ་ནི་ནི་གང་ཟག་བརྒྱུད་པའི་བླ་མ་ཨེ་ནི་ད་དེ་ཆགས་ཡོད་མ་རེད་འོང་འདུག་ཟེར་དུས་གང་ཟག་བརྒྱུད་པའི་བླ་མ་ཟེར།

དེ་ཚོ་མ་ང་ཚོས་འདི་འཇལ་བ་ཡིན་ན་ད་ཁོ་དོན་དག་དེ་གཅིག་པ་ཆགས་ཡོད་རེད། འོ་ཡ། སངས་རྒྱས་ཀྱི་གསུངས་པའི་གི་གསུང་རབ་དེ་དང་བླ་མའི་བསྟན་པའི་གི་གདམས་ངག་དེ་དང་རང་གི་དགོན་པའི་ཉམས་མྱོང་དེ་སོ་མཉམ་དུ་བསྡུར་བ་ཡིན་ན་དོན་དག་གཅིག་པ་བབས་ཡོང་ཡོད་རེད། འོང། ད་དེ་ལ་ནི་ཡ། ད། གདམས་ངག་གི་ནི་དེ་གང་དག་རྒྱུ་འོ་དེ་བདེ་གཤེགས་བཀའ་ཡི་བླ་མ། འོང་ཏོག་དེ་ཆགས་ཡོད་རེད། འོ་དེ་ཚེ། དེ་ནས་ད། དེའི་རྗེས་ལ་དེ་ནས་ད། དེ་མ་ཐག་པའི་རྗེས་འོ་མ་རེད་དེ་ནི་སྣང་བ་བརྡ་ཡི་བླ་མ་ཟེར་ད་སྣང་བ་བརྡ་ཡི་བླ་མ་ཟེར་ཡ་དེ་ང་རང་ཚོ་དུས་རྒྱུན་དུ་ཚེ་ང་རང་ཚོ་ད་ཉམས་ལེན་བྱེད་པའི་གནས་སྐབས་སུ། ཨེ་ནི་སྣང་བའི་གི་ཆོས་འདི་ཐམས་ཅད་ཨེ་ནི་ང་ཚོ་བརྡ་དང་དཔེ་ཡི་གི་སྒོ་ནས་ཨེ་ནི་ང་རང་ཚོ་ད་ཚེ་སེམས་ལ་ཡང་ངོ་སྤྲོད་བྱེད་ཀྱི་ཡོད་རེད་དེ་ནི་འབྱུང་བ་ས་ཆུ་མེ་རླུང་འདི་དྲོད་ཀྱི་ངང་དུ་བརྟག་དཔྱད་བྱས་ན་ངོ་སྤྲོད་བྱེད་ཀྱི་ཡོད་རེད། སེམས་ལ་ངེས་ཏེ་དེ་ནི་ཆོས་ཉིད་རྟོགས་པའི་དོན་ངོ་སྤྲོད་བྱེད་ཀྱི་ཡོད་རེད། གཞན་ཡང་ང་རང་ཚོ་ཅིག་སྐད་ཅིག་སྐད་ཅིག་ལ་ཡང་དེ་ནི་དངོས་པོ་ཐམས་ཅད་འཇིག་འགྲོ་གི་ཡོད་རེད་མི་རྟག་པའི་རང་བཞིན་རེད། སྡུག་བསྔལ་གྱི་རང་བཞིན་རེད། འདི་དག་ཐམས་ཅད་ནི་ང་ཚོས་དུས་རྒྱུན་བརྟག་དཔྱད་མ་བྱས་པ་ཡིན་ན་ཧ་གོ་ཡོད་མ་རེད་མ་གཏོགས་བརྟག་ཞིང་དཔྱད་ན་དངོས་པོ་འདི་ཐམས་ཅད་ཡང་དེ་ནི་རྟག་གོ་སྙིང་པོ་མེད་པ་ངོ། དེ་ཚོའི་ཁའི་དོན་བསྟན་གི་ཡོད་རེད་མི་རྟག་པ་ཡིན་པའི་ཀྱི་དོན་གཏོང་གི་ཡོད་རེད་དེ་སོང་ད་འདི་ནི་སྣང་བ་བརྡ་ཡི་བླ་མ་སི་དེ་རེད་ད་དེ་ནས་དེའི་རྗེས་སུ་དེ་ནས་ད་ཆོས་ཉིད་དོན་གྱི་བླ་མ་ཧོ་གནས་ལུགས་དོན་གྱི་བླ་མ་སི་ཨ་དེ་ནི་བླ་མའི་ངོ་སྤྲད་པའི་ཀྱི་དོན་བླ་མའི་ངོ་སྤྲད་པ་བཞིན་དུ་ཨེ་ནི་རང་གི་དེ་ནི་སེམས་ཀྱི་གནས་ལུགས་རང་གི་ཨེ་ནི་དེ་ནི་མངོན་སུམ་དུ་མཐོང་ཞིང་རྟོགས་ནས་ཨེ་ནི་དེའི་ངང་དུ་ཨེ་ནི་གནས་ཐོད་པ་ཡིན་ན་ཨེ་ནི་དེ་ལྟར་དོན་དམ་ཆོས་ཉིད་ཀྱི་བླ་མ་ཟེར་ཆགས་ཡོད་རེད་ཨོ། དོན་དམ་ཆོས་ཉིད་ཀྱི་བླ་མ་ཟེར་ཨོ། ད་དེ་སོང་དོགས་དེ་ནི་ད་རྒྱུའི་རྐྱེན་དང་ཨེ་ནི་ད་ནི་ག་ཚད་དམིགས་པའི་རྐྱེན་དང་བདག་པོའི་རྐྱེན་ཨོ་དེ་ནི་ད

ད་ལྟའི་གཞི་བཀའ་ཡིག་གི་བླ་མ་གང་ཟག་བརྒྱུད་སྤེལ་གྱི་བླ་མ་སྣང་བ་བརྡ་ཡིག་གི་བླ་མ་དོན་དམ་ཆོས་ཉིད་ཀྱི་བླ་མ་ཟེར་བ་ད་ལྟའི་བླ་མ་ཞེས་དེ་རང་གི་རྒྱུད་ལ་ཚང་འདུག་ན་ད་ཕྱག་རྒྱ་ཆེན་པོ་དཔལ་རྟོགས་པ་ལ་ད་ཁས་ཉན་པ་རེད། ཕྱག་རྒྱ་ཆེན་པོ་དང་དཔལ་དང་འབྲེལ་དེ་ཡོད་རེད། དེ་བཞི་ལ་བརྟེན་ནས་ཕྱག་རྒྱ་ཆེན་པོ་རྟོགས་ཐོག་རེད་དེ་བཞི་ཡང་ཆ་ཚང་རང་ལ་ཚང་གི་ཡོད་ན་ཕྱག་རྒྱ་ཆེན་པོ་རྟོགས་ཐུབ་ཀྱི་ཡོད་རེད། དེ་གསུངས་པ་དེ་ཁྱད་པར་གྱི་སྔོན་འགྲོ་ཟེར། སྔོན་འགྲོ་ཐམས་ཅད་ཀྱི་ནང་ནས་ཁྱད་པར་དུ་འཕགས་པ་རེད། ད་དེ་ཚོ་སོ་སོའི་དུས་རྒྱུན་དུ་ནས་དེ་ནི་ད་ཉམས་ལེན་བྱེད་པའི་གནས་སྐབས་ལ། དེ་ཁྱད་པར་གྱི་སྔོན་འགྲོ་དེ་དག་རང་གི་རྒྱུད་ལ་ཚང་འདུག་གམ་མི་འདུག། མ་ཚང་ན་ག་རེ་མ་ཚང་འདུག། དེ་ང་རང་ཚོ་དེ་ནི་ཚང་བའི་ཐབས་ལ་འབད་ཉམས་ལེན་བྱེད་དུ་གནང་རྒྱུ་གལ་ཆེན་པོ་རེད། ངོ་ཡ་དང། དེ་ནས་ཁྱད་པར་གྱི་སྔོན་འགྲོ་བཞི་སྐད་ཅིག་དང་ཁ་ཟས་འདྲི་བྱེད་མདོར་བསྡུས་བྱས་ན་ནི་དེ་ཙམ་ཞིག་ཡིན། དེ་ཚེ་ད་དེ་ནས་དེའི་རྗེས་སུ་ཁྱེད་རང་ཚོས་ཀྱི་ནི་ད་ཁ་ཟས་དུས་རྒྱུན་དུ་མི་ཚེ་ནང་ལ་ད་སྤྱི་ཡོངས་ཀྱི་ནི་སྤྱི་བཏང་གི་ནི་དེ་ནི་ད་བསླབ་བྱ་འདྲ་བོ་བཀའ་སློབ་འདྲ་བོ་ག་རེ་གནང་རྒྱུ་ཡོད་ཟེར་ནས་ཁྱེད་རང་ཚོ་ད་དེ་ནི་ཁ་ཟས་དྲི་བ་དེ་འདྲ་ཞིག་འདུག་ད་དེ་ལ་ངས་བསམ་པ་ལ་ད་ང་རང་ཚོ་ཨེ་ནི་ཆོས་བྱེད་མཁན་ཚང་མ་ཨེ་ནི་ཡ་ད་དེང་སང་འཇིག་རྟེན་གྱི་ནང་ལ་ཨེ་ནི་མི་ཚེ་འདི་ད་ག་ད་འཇིག་རྟེན་གྱི་ལས་ཀ་གི་ནང་ལ་ཨེ་ནི་སྐྱེལ་འདུག་ཡོད་རེད་ཚང་མ་ལས་ཀ་ལས་དགོས་ཡོད་རེད། དྲི་ཚིམ་ཆེན་པོ་ཞེ་དྲག་རེད་ལྷོད་ལྷོད་ཡོད་མ་རེད། དེ་སོང་ཙང་ལྟ་ཅིག། དུས་རྒྱུན་དུ་ང་རང་ཚོ་མི་ཚེ་གི་ནང་དུ་ནི་ད་ཉམས་ལེན་དང་མ་བྲལ་བ་གི་ཐབས་ག་རེ་ཡོད་རེད་ཟེར་ན་ཐབས་ཟབ་རྒྱུ་དེ་ད་ང་ཚོས་ཕྱག་རྒྱ་ཆེན་པོའི་ལུགས་ལྟར་དུ་བྱས་ན་ནི་མི་ཡག་གི་དང་པོ་དེ་ལ་ཐུན་མོང་གི་སྔོན་འགྲོ་ཞེས་སུ་འདུ་བ་དང་སྦྱོར་རྙེད་ཁ་ཕྱེ་བ་མི་དག་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས། སྟེ་ཞེས་ཐུན་མོང་མ་ཡིན་པའི་སྔོན་འགྲོ་རྣམས་ལ་སྐྱབས་འགྲོ་དང་སེམས་བསྐྱེད་ལ་སོགས་པ་དེ་ཚོ་རེད། སྐྱབས་འགྲོ་དང་སེམས་བསྐྱེད་དེ་དང་ད་གཞི་ནས་དལ་འབྱོར་གཉིས་ཀ་འཆི་བ་མི་རྟག་པ་ལ་སོགས་པ་དེ་ཚོ་ང་ཚོ་ལུས་ཀྱི་སྒོ་ནས་ཕྱག་འཚལ་དགོས་མི་འདུག། ངག་གི་སྒོ་ནས་ཡང་འདོམས་པ་ནི་འདོན་དགོས་མི་འདུག།

ཨོ། དེ་ནི་ཁྱེད་ཀྱིས་ནས་དཀའ་ལས་ཁག་པོ་བྱུང་ན་ཡང་བསམ་བློ་གཏང་རྒྱུ་ཡོད་པ་འདི་པས། འཇིག་རྟེན་འཁོར་བར་དཀའ་ལས་ཁག་པོ་ཅིག་ཡོད་པའི་གནས་སྐབས་ལ་ཨེ་ནས། འཇིག་རྟེན་འགར་དེ་འཁོར་བའི་ཉེས་དམིགས་དེར་ང་ཚོས་བསམ་བློ་བཏང་བ་ཡིན་ན་འཁོར་བ་ཁོ་རང་རང་བཞིན་ཨེ་ནས་སྡུག་བསྔལ་རེད།

དེ་མའི་ངང་དུ་དུས་རྒྱུན་དུ་རྣམ་གཡེང་དང་ལེ་ལོ་དང། ཨོ་དེ་འདྲའི་གི་ངང་ལ་ཨེ་འདྲ་ཡ་དེ་ནི་མི་འཐད་དེ་ཨེ་འདུག་ཚུལ་དག་གྲོགས་ལ་འགྲོ་གི་ཡོད་རེད། དཔེར་ན། ཉི་མ་ལྔ་ཡི་གི་རིང་ལ་གཟའ་འཁོར་གཅིག་གི་ནང་ལ་ཉི་མ་ལྔ་ཡི་གི་རིང་ལ་ལས་ཀ་ལས་ད་དེ་གཟའ་སྤེན་པ་གུང་ཐག་དང་ཉི་མ་ལ་དེ་ནི་གུང་གཟེངས་ཡིན་བསམ་ན་དེ་ནི་སྐྱིད་པོ་སྤྲོ་བོ་ཨེ་ནི་ཕ་འཆམ་འཆམ་ན་འགྲོ་འདུག་བྱས་ནས་གཅིག་ཆུ་མེ་འགས་སུ་འདུག་ཅིག་ཡོར་བ་ང་ད་དེ་ང་རང་གི་ཆོས་ཡོང་མཁན་ཞིག་ཡིན་ན་ཨོ་ད་ང་དངོས་གནས་དྲག་གནས་ཡིན་ཡ་ཚེ་མི་ལུས་རིན་པོ་ཆེ་ཐོབ་པ་འདིའི་སྐབས་སུ་ངས་ཡང་དག་པའི་ཆོས་ཅིག་མ་སྒྲུབ་ན་ཨེ་ནི་ད་ང་རང་ང་རང་མགོ་སྐོར་བཏང་བ་རེད་ངའི་དུས་ཚོད་དེ་འཕྲོག་བརླག་བཏང་བ་རེད་བསམ་ནས་ཨེ་ནི་དུས་ཚོད་དེ་ཅིག་ད་གཟའ་སྤེན་པ་ལྟ་བུ་ཉི་མ་ལྟ་བུ་ལ་ཨེ་ནི་ཅིག་དངོས་གནས་གྲོགས་ནས་སུ་སྣང་ལ་ལྷོད་ལྷོད་བྱས་ནས་མ་བསྡད་ན་ཨ་ནི་དེ་ང་ཚོ་སྒོམ་རྒྱག་ཡ་འདྲ་བོ། འོ་དེ་ནས་ཅིག་ད། ཐུན་མོང་མ་ཡིན་པའི་དངོས་གྲུབ་སྣང་ལས་དག་ཅིག་མན་དྲར་ཕུལ་ཡ་ལ་སོགས་པ། བླ་མའི་རྣལ་འབྱོར་སྒོམ་ཡ་ལ་སོགས་པ། རྡོ་རྗེ་སེམས་དཔའི་སྒོམ་བཟླས་ཨེ་ནས་དེ་ཚོ་བསགས་ཡ་ལ་སོགས་པ། དེ་ཚོ་ལ་ཨེ་ནས་དེ་ནས་ད་ག་ཚད་ང་ཚོ་ཉམས་ལེན་བྱས་ན་མི་ཚེ་ནང་ལ་ཅིག་མི་ཚེ་དོན་དང་ལྡན་པ། ཅིག་འཇིག་རྟེན་གྱི་བྱ་བ་ཀོ་ཆ་ཚང་སྤངས་མ་གོ་བ།

སྲས་དགུ་བར་གསལ་བ་ལ་དེ་ནས་འཇིགས་པ་གདོང་དམར་དེ་དེ་ནས་གསེར་མཁན་གྱི་དེ་ནས་རྟ་གཅིག་རྟ་སྐྱབས་ཅིག་ཤོས་དགུ་ཡོར་བ་དེ་སྐྱབས་དེ་ཁོ་ནས་དཀོན་མཆོག་གསུམ་ལས་ལྷག་པ་ཅིག་ཡོར་དམར་བ་དཀོན་མཆོག་གསུམ་གྱིས་ནི་སྐྱབས་ཐུབ་གི་རེད་བས་ང་རང་ཚོ་གི་ཅིག་དད་པ་དང་མོས་གུས་ལ་སོགས་པ་ཡོད་ན་ཨེ་ནི་དཀོན་མཆོག་གསུམ་གྱིས་ནི་དེ་ནས་སྐྱབས་མ་ཐུབ་པ་ཅིག་རྩ་ནས་ཡོར་དམར་ཡིན་ན་ཡང་ད་ང་རང་ཚོ་གི་ཅིག་དད་པ་དང་ཡིད་ཆེས་དང

སྐྱབས་སུ་སྐྱབས་འགྲོ་ཡང་དག་པ་ཞིག་ཡོད་ན་དེ་ནི་ང་ལ་སོགས་ནང་པ་སངས་རྒྱས་པ་རེད། ད་དེའི་ནང་དུ་དེ་ནི་སེམས་བསྐྱེད་ཟེར་བྱང་ཆུབ་སེམས་བསྐྱེད་ཟེར་དེ་ནི་ད་སེམས་ཅན་རྣམས་ལ་དེ་བྱམས་པ་དང་སྙིང་རྗེ་ཀུན་ནས་བསླངས་ཏེ་དེ་ནི་དུས་རྒྱུན་དུ་ཅིག་གཏོང་ལེན་གྱི་དམིགས་པ་སྒོམ་ཡ་ལ་སོགས་པ་ནི་དེ་ནི་དེ་ནི་ད་གར་ཟོས་སེམས་ཅན་སྐྱེས་ནས་དེ་ནི་ཅིག་ང་དོན་དེ་ནི་ཕན་པ་བསྒྲུབ་ཡ་ལ་སོགས་པ་ཅིག་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པའི་སྒོ་ནས་དེ་ནི་སེམས་ཅན་གྱི་དོན་སྒྲུབ་པ་ལ་སོགས་པ་རྫས་རྩོལ་བས་དེ་ཨ་ནི་ཐེག་པ་ཆེན་པོའོ་ཟེར། དེ་ནས་ད་ཅི་རང་ལ་སྡུག་བསྔལ་གང་འདི་ཡོད་ན་ད་གཞན་སེམས་ཅན་ཐམས་ཅད་སྡུག་བསྔལ་དེ་དང་གཅིག་པ་རེད། རང་སྡུག་བསྔལ་མི་འདོད་བཞིན་དུ་སེམས་ཅན་གཞན་སྡུག་བསྔལ་མི་འདོད་པར་རང་བདེ་བ་འདོད་པ་བཞིན་དུ་སེམས་ཅན་གཞན་བདེ་བ་འདོད་པ་རེད། དེ་གསུངས་ད་དེ་ནི་རང་དང་གཞན་གཉིས་གཞན་རྩ་ཆེ་བ་གལ་ཆེ་བ་རེད་རང་གཅིག་རེད། སེམས་ཅན་དཔག་ཏུ་མེད་པ་རེད། གཟི་ནི་སེམས་ཅན་དཔག་ཏུ་མེད་པའི་གི་སྡུག་བསྔལ་ཟེར་བ་དེ་དང་རང་གི་སྡུག་བསྔལ་དེ་ལྟ་གོ་རང་གཅིག་ལས་དེའི་སྡུག་བསྔལ་དེ་གལ་ཆུང་ཆུང་བྱས་ནས་སེམས་ཅན་གཞན་གྱི་སྡུག་བསྔལ་དེ་བསམ་བློ་བཏང་དེའི་སྡུག་བསྔལ་དེ་སེལ་བའི་ཐབས་ག་འདྲས་བཀོད་འདུག་དེར་བསམ་བློ་བཏང་ནས་ནི་ང་རང་དུ་དུས་རྒྱུན་དུ་ད་དེ་ཚོ་ཅིག་སྐྱབས་འགྲོ་སེམས་བསྐྱེད་ཨེ་ནི་ཅིག་ད་གཟོད་པ་སྒོམ་ཡ་ལ་སོགས་པའོ། དེ་ཚོ་ང་རང་ཚོ་མི་ཚེ་ཁོ་རང་ནང་ལ་དུས་རྒྱུན་དུ་ནས་ཨེ་ནི་ཅིག་ང་ཚོ་སྤྱི་ཚོགས་ཁོ་རང་ནང་ལ་ང་ཚོ་ད་མི་ཚེ་སྐྱེལ་གི་ཡོད་ཙང་ང་ཚོ་སེམས་ཀྱི་ནང་ལ་དེ་ཚོ་ཡོད་ན་ཨེ་ནི་གཞན་དག་དང་མ་འདྲ་བ་ཨེ་ནི་ང་རང་ཚོ་ཅིག་སེམས་ལ་སྡུག་བསྔལ་བྱུང་བ་དང་སྒོ་ཆོས་བཀོད་ནས་བསྒྲུབ་པ་ལ་དེ་ནི་བརྩོན་འགྲུས་ཀྱི་དེ་ནི་ནུས་པ་ཞུགས་ཏེ་ཆེ་རུ་ཆེ་རུ་འགྲོ་ཐུབ་པ་ལ་སོགས་པའི་གི་གུས་པ་ཕལ་ཡོང་བསམ་གྱི་མི་ཁྱབ་པ་ཡོད་རེད་ད་ངས་སྤྱི་ཡོངས་ཀྱི་དེ་བསླབ་བྱ་བྱས་ན་ད་དུས་རྒྱུན་དུ་ཁྱང་ཐུ་ཚང་མ་ནི་ད་ཆོས་བྱེད་མཁན་ཚང་མ་བསོད་ན་ཡག་དེ་ཆོས་དེ་ད་བློ་ཆོས་སུ་འགྲོ་དང་མི་འགྲོ་ཆོས་དེ་ལམ་ལ་ཡག་དེ་ནི་ཡང་དག་པ་ལམ་ལ་ཡག་འགྲོ་དང་མི་འགྲོ་ཟེར་རྒྱུ་དེ་ད། ཐུན་མོང་གི་སྔོན་འགྲོ་རྣམ་པ་ཞེས་དང་ཨ་ནི་ད་ཐུན་མོང་མ་ཡིན་པའི་སྔོན་འགྲོ་རྣམ་པ་དེ་བཞི་ཡོད་མེད་ལ་རག་ལས་པ་རེད། ད་དེ་བཞི་དེ་ཡོད་ན་ཨ་ནི་རང་གི་ཨ་ནི་ད་ཆོས་དེ་ཡང་དག་པ་ཅིག་བསྒྲུབ་ཐུབ་ཀྱི་རེད་ཆོས་བསྒྲུབ་པ་ལ་ཨ་ནི་བརྩོན་འགྲུས་ཀྱི་ཨ་ནི་ནུས་པ་འདྲ་བོ་དེ་ད་ཉམས་ཀྱི་མ་རེད། དེ་བཞི་མེད་ན་ཨ་ནི་ང་ཚོ་ཨ་ནི་ཡང་བརྩོན་འགྲུས་ཀྱི་ནུས་པ་དེ་ག་ལས་ག་ལས་ཉམས་ནས་ཨ་ནི་དང་པོ་ཨ་ནི་ད་ཅིག་ཨ་ནི་ཆོས་བསྒྲུབ། ཅིག་ཆོས་སྐད་ནས་ཅིག་ལྟ་སྐབས་སུ་ཉམས་མྱོང་འདྲ་བོ་སྐྱེས། དེ་ནས་ཡང་དེ་གོ། ད་ནི་སྔོན་འགྲོ་རྣམ་པ་བཞི་པོ་དེ་ཚོ་མེད་པ་ལ་བརྟེན་ནས་ཡང་གོ་ག་ལེ་ག་ལེ་ཡ་མ་ཉམས་དགོས་འགྲོ་གི་རེད་ཉམས་འགྲོ་གི་རེད་ད། ད་ལྟ་དེ་སྔོན་འགྲོ་ཐུན་མོང་དང་ཐུན་མོང་མ་ཡིན་པའི་སྔོན་འགྲོ་དེ་ཚོ་ཡོད་ན། ང་ཚོ་ཉམས་ལེན་ཚང་མ་ཡ་གོང་ནས་གོང་དུ་ཡར་རྒྱས་འགྲོ་བ་མ་གཏོགས་ཉམས་རྒུད་རྩ་ནས་འགྲོ་གི་མ་རེད། དེ་འདྲ་སོང་དང་དུས་རྒྱུན་དུ་ནི་ཁྱེད་རང་ཚོ་ཚང་མ་ཡང་ད་གིས་འཆི་རྒྱུའི་ཚེ་རྒྱུ་འདྲ་བོ་དེ་ཡང་དེ་ནི་ད་ཐུན་མོང་གི་སྔོན་འགྲོ་རྣམ་པ་བཞི་དེ་གཙོ་བོ་ཅན་དེ་དེའི་སྟེང་དུ་སྐྱབས་འགྲོ་དང་སེམས་བསྐྱེད་ལ་སོགས་པའི་གེགས་ཡང་དེ་ནི་ཐུན་མོང་མ་ཡིན་པའི་སྔོན་འགྲོ་དེ་ཡང་ཉམས་ལེན་ཤུགས་ཆེན་པོ་ཡང་དེ་ནི་གནང་རྒྱུ་དེ་གལ་ཆེན་པོ་རེད་ཟེར་ངས་དེ་ད་དམིགས་བསལ་གྱིས་ཁྱེད་རང་ཚོ་ཞུ་ཡག་ཡིན་ད་གཞན་ངས

བླ་མ་ཡིན་ན་ཡང་ཅིག་གདན་འདྲེན་ཞུ་ཡ། ཕེབས་ཡ། དེ་ཚོ་སྟབས་བདེ་བོ་ཡོད་མ་རེད། ཡིན་ན་ཡང། ད་ཁྱེད་རང་ཚོ། ང་རང། ག་ཚོད། དེང་སང། ཅིག་ཨེ་ན་དྲ་རྒྱ། དྲ་ཐོག་ནས། ཨེ་ནི། ཅིག་ད་བླ་མེད་ཀྱི་མདུན་ནས། ཨེ་ནི་ཡ། ཆོས། ཞུ། ཨེ་ནི་ཞུས་པ་དེ་ནི། ད། སོ་སོའི་གེ། ནང་ལ་སོ་སོ་གི་ཁྱིམ་ལ་ནི་མ་ལྷོ་ལོས་བྱས་ནས་ནི་ད་ནི་ཆོས་དེ་བགྲོད་པ་ཡིན་ན་གཅིག་བྱས་ན་རྐྱེན་ངན་དགེ་བའི་གྲོགས་ཟེར་ད་ང་ཚོ་ཅིག་ཡིན་ཡ་ཕྱི་ལོག་ལ་ཅིག་ན་ཚ་ལ་སོགས་པའི་གི་ཉེན་ཁ་མེད་ན་ནི་ང་ཚོ་ཕར་སོར་འཆམ་འཆམ་འགྲོ་དགོས་རེད་ཡ་ནམ་ཡང་ཡོད་རེད་དེ་ནས་དུས་ཚོད་མང་པོ་ཅིག་ཡང་དེ་འཕྲོ་ལ་འགྲོ་དགོས་རེད། ད་ད་ལྟ་ང་རང་ཚོ་ཆོས་ལ་ཅིག་ཡེ་ནས་ཉེན་ཁ་ཆེན་པོ་དེ་འདྲ་ཡོད་ཙང་ད་ཆོས་ལ་འགྲོ་ཡག་ལ་སྟབས་བདེ་བོ་ཡོད་མ་རེད་ད་སོ་སོའི་ནང་ལ་མ་ལྷོད་ལྷོད་བྱས་ནས་ཡེ་ནས་ཆོས་བསྒྲུབ་ན་ཡེ་ནས་དེ་ལ་ཆོས་བསྒྲུབ་པ་དེ་ཡག་པོ་ཅིག་བྱུང་བ་ཡིན་ན་དེ་ལ་བརྟེན་ནས་ཡག་པོ་ཅིག་བྱུང་བ་ཡིན་ན་ཡེ་ནས་རྐྱེན་ངན་དགེ་བའི་ཁའི་གྲོགས་སེ་འདུག་ཚར་བ་རེད། དཔེར་ན་ང་རྡོ་ཡིན་ན་དགོན་པ་ཡིན་ན་ཡང་ཕར་ཚུར་ད་གེ་འདོད་པ་ཚང་མ་ཕྱི་ལོག་ལ་འགྲོ་གི་ཡོད་མ་རེད་ཨ་ནི་སོ་སོའི་ནང་ལ་ཁ་ཤས་ཨེ་ནས་དེ་ནི་ཚང་མ་ཞུགས་ཉམས་ལེན་གནང། ཁ་ཤས་ཨེ་ནས་དེ་ནི་སློབ་སྦྱོང་གནང། ཨོ་དེ་ཕྱིར་དེ་བས་དུས་རྒྱུན་འདོད་ལས་ལྷག་པའི་གེ་དེ་ནི་སློབ་སྦྱོང་ཡག། དུས་རྒྱུན་འདོད་ལས་ལྷག་པའི་གེ་དེ་ནི་ཉམས་ལེན་ཡག་པོ་དེ་འདྲ་ཨེ་ནས་ཡོང་གི་ཡོད་པ་ང་རང་ཚོ་གི་ཨེ་ནས་ཉམས་མྱོང་ལ་བལྟས་ནས་ཡོང་གི་འདུག་ཨེ་ནས་ཁྱེད་རང་ཚོ་དེ་དང་དེ་མཚུངས་པ་གཅིག་པ་རེད

གཏོང་ལེན་གྱི་དམིགས་པ་དེ་ཚོ་སྒོམ་ཨ་ནི་གཙོ་བོ་གཙོ་བོ་ནི་ད་སོ་སོ་གྱི་ཉམས་ལེན་དུ་ལན་ཆ་ག་རེ་ན་ད་གཟོད་ཅིག་ཞི་ལྷག་གི་སྒོམ་ཡིན་ན་ཡང་འདྲ་སྔོན་འགྲོ་གི་ཉམས་ལེན་ཡིན་ན་འདྲ་ཡི་དམ་ལྷ་ཡི་གི་ཉམས་ལེན་ཡིན་ན་འདྲ་དེ་ཚོ་ག་རེ་ན་དེ་ཚོ་ཡིན་ན་ཡང་དེ་ནི་ཉམས་ལེན་ཧུར་ཐག་པ་དག་གནང་རྒྱུ་དེ་ཤི་ཕྲ་གལ་ཆེན་པོ་རེད་འདུག་དེ་ནི་ད་ངས་ཡང་དམིགས་བསལ་ཞུ་ཡ་གཅིག་ལ་དེ་ང་རང་ཚོ་གྲུབ་ཆེན་ཐང་སྟོང་རྒྱལ་པོ་ཟེར་ཨ་ནི་ཐང་སྟོང་རྒྱལ་པོ་དེ་ད་བསམ་གྱི་མི་ཁྱབ་པའི་ཨ་ནི་དེ་ནི་བླ་མ་ཁྱད་པར་ཅན། སྒྲུབ་ཐབས་ཁྱད་པར་ཅན། འོ་དེ་ནི། འཕགས་པ་སྤྱན་རས་གཟིགས་ཀྱི་དེ་ནི་དཔལ་རྟ་སྤྲུལ་པ། དངོས་སུ་ཡིན་པ། འོ་དེ་ནི་དགུང་ལོ་བརྒྱ་དང། ཨེ་ནི་ཡང་ཉི་ཤུ་རྩ་ལྔ། ཨེ་ནི་བཞུགས་པ་རེད། ཨེ་ནི་དེ་ནི། ཅིག་ད་དངོས་གནས་དྲན་འགྲོ་དོན་དེ། བསམ་གྱིས་མི་ཁྱབ་པ་བྱུང་བ་རེད། ཨེ་ནི་ཁོང་གིས། ཨེ་ནི་ད། ད་ནི་ང་དུས་རྒྱུན་དུ། ནུབ་ཕྱོགས་ལ་འདོན་དེ་ཡག་གི། བཙལ་ནས་གསེར་གྱི་སྒོམ་དེ་འགྲོ་དོན་མཁའ་ཁྱབ་མ་ཟེར། ཨོ་ད་འགྲོ་དོན་མཁའ་ཁྱབ་མ་དེ་གྲུབ་ཆེན་ཐང་སྟོང་རྒྱལ་ཕུག་གི་སྲོང་རེད། སྲོང་བྱིན་རླབས་ཅན་རེད། ཨོ་ད་འགྲོ་དོན་མཁའ་ཁྱབ་མ་འདི་ཉམས་ལེན་གཙོ་བོ་གནང་ནས་ཨེ་ནི་མ་ནས་བལྟས་ཚེ་ཨེ་ནི་ཡ་ད་གྲངས་སོགས་དུས་རྒྱུན་ལས་མང་བ་མ་ནས་པས་གྲང་ས། དེ་མ་ནས་གྲང་ས་ཡག་གི་དམིགས་ཡུལ་འདྲ་བོ་དེ་ག་རེད་ཟེར་ན་ཨ་ནི་དེང་སང་ང་རང་ཚོ་འཛམ་བུ་གླིང་དུ་འདི་ནི་ད COVID nineteen གི་ན་ཚ་དེ་ཨ་ནི་ཡག་ད་བཞེས་ཐོབ་པ། ཐར་དུ་བཞེས་ཐོབ་པ། ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་ཨ་ནི་བྱིན་རླབས་དང་ཐུགས་རྗེ་དང་ནུས་པ་ལ

དེ་རེད། དེ་ལྟ་བུའི་སྐད་དེ་འཇིགས་པ་བཅུ་དྲུག་ཟེར་བ་ལ་དེ་ནི་རྗེ་བཙུན་འཕགས་མ་སྒྲོལ་མ་ལས་ལྷག་པ་ཡོད་མ་རེད། དེ་ནི་ཅིའང་འཕགས་མ་སྒྲོལ་མའི་སྐད་རྗེ་བཙུན་འཕགས་མ་སྒྲོལ་མའི་སྐད་དེ་ནི་བསྟོད་པ། དེ་ནི་ཕྱག་དར་ངེས་ཚིགས་སུ་ཡོད་འདོད་ཤེས་ན། དེ་འདོད་མ་ཤེས་ན་ཡང་འོམ་ལྟ་རེད་ལྟོས་ལྟ་རེད་ལྟོས་རེད་སོགས་ཧ་ཚེ་ཡ་བཟོ་སྔགས། དེ་ནི་ཡང་དེ་ནི་གྲངས་ས། ཡང་དེ་ནི་ད་སངས་རྒྱས་ཐམས་ཅད་ནི་ཡང་དེ་ནི་ཀྱང་ཐུགས་རྗེ་བྱིན་རླབས་གཅིག་ཏུ་བསྡུས་པའི་བདག་ཉིད་ནི་སངས་རྒྱས་སྨན་བླ་རེ་ནི་ཡང་སངས་རྒྱས་སྨན་བླ་ཡིན་ཡང་དེ་ནི་ཚེ་གཟུངས་སྔགས་དེ་ཚོ་བགྲང་ཨོ་དུ་བྱས་ན་ནི་གཅིག་ད་ད་ད་གཅིག་དེང་སང་འཛམ་བུ་གླིང་དུ་སྤྱི་བཏང་ཡིན་ནི་ད་འཛམ་བུ་གླིང་དུ་སྔ་དྲགས་སུ་ནད་དང་མུ་གེ་དང་མཚོན་ཆ་དང་ནི་འབྱུང་བའི་གི་དེ་ནི་འཇིགས་པ་ལ་སོགས་པ་རྣམ་གྲངས་འཇིགས་པ་དང་སྡུག་བསྔལ་གྱི་རྣམ་གྲངས་དཔག་ཏུ་མེད་པ་ཡོད་རེད། འདིའི་ནང་ནས་ད་ད་ད་ད་ད་སྐབས་སུ་ད་བོད་ཀྱི་ཉེན་ཁ་ཆེ་ཤོས་འདྲ་བོ་དེ་ད་ཡིག་ཞུས་པ་ན་ཡིག་ཀོ་བིད་ནན་ཏིན་དེ་རེད་ཨོ་ད་དེའི་ན་ཚ་དེ་བའི་དུས་ནམ་དུ་ཡང་མི་འབྱུང་བ་ནི་ཕྲར་དུ་ཞི་བའི་ཆེད་དུ་ནི་ད་སྤྱན་རས་གཟིགས་ཀྱི་གཟུངས་སྤྱན་རས་གཟིགས་ཀྱི་སྒོམ་བཟླས་དང་ཨོ་དེ་ནི་གྲུབ་ཆེན་ཐང་སྟོང་རྒྱལ་པོ་ཀྱི་གསུང་སྨོན་ལམ་ནད་སྒྲོལ་མ་དང་ཨོ་དེ་ནི་རྗེ་བཙུན་འཕགས་མ་སྒྲོལ་མའི་གཟུངས་སྔགས་དེ་ཚོ་ནི་སོང་ནས་རང་བཞིན་ཐམས་ཅད་འཇིག་པ་དེ་ལས་མྱུར་དུ་གྲོལ་བའི་སྨོན་ལམ་དང་གསོལ་འདེབས་དེ་ཚོ་དུས་རྒྱུན་དུ་གནང་རྒྱུ་གལ་ཆེན་པོ་རེད་ཟེར་དེ་ངས་དམིགས་བསལ་དུ་ཡང་ཁྱེད་རང་ཚོ་ལ་ལྟ་ཞུ་ཡག་གི་འདོད་པ་དེ་འདྲ་བྱུང་འོ་ད་གིན་ད་ངས་ཞུ་ཡག་དེ་ཙམ་མ་གཏོགས་ཞིག་གི་དམིགས་བསལ་མི་འདུག་ཁྱེད་རང་ཚོ་ལྟ་ཕྱག་ཆེན་སྒོམ་སྒྲིག་དེ་ཚོ་ཡིད་དཔེ་གོང་ནས་གོང་དུ་འཕེལ་ཐུབ་པ། ཨོ། དེ་ཚོ་ཨེ་ནས་ཡོང་བའི་སྐད་ངས་སྨོན་ལམ་དང་ཨེ་ནས་བཀྲ་ཤིས་བདེ་ལེགས་ཞུ་ཨ་ཡིན་ཨེ་ནས་ཐོ་ཆས་དང་ཐག་ཨེ་འདའ་ཡ་ཡ།